རྩ་བའི་གེགས་ང་རང་ཚོ་ད་ནང་སྲིད་ཡིན་ན་རེད་ཕྱི་སྲིད་ཡིན་ན་རེད་དྲིལ་བསྒྲགས། འཕྲོད་བསྟེན་དཔལ་འབྱོར་བདེ་སྲུང། དེའི་འགན་ཡོངས་སུ་རྫོགས་པ་དེ་སུ་ལས་ཡོད་རེད་ཞུས་པ་ཡིན་ན་བོན་པ་ཟེར་རིགས་ལ་ལས་འགན་ཡོད་བསྡད་པ་རེད། གྲོས་ཚོགས་ཀྱི་ལས་འགན་གཙོ་བོ་འགྲོ་བ་འདི་ད་ང་ཚོ་བཀའ་ཤག་ལ་ཡང་སྔོན་རྩིས་བཀའ་འཁྲོལ་གནང་ཡང་ད་ནི་ད་སྔོན་རྩིས་འདི་སྐད་དེ་ལག་ལེན་ཚུལ་བཞིན་དུ་བསྟར་གྱི་ཡོད་མེད་ད་གང་ལྟར་ཁྲིམས་སྒྲིག་འདི་སྐད་དེ་ལག་ལེན་བསྟར་གྱི་ཡོད་དོན་མེད་ཨ་ནི་མང་ཚོགས་ཀྱི་བདེ་སྡུག་འདི་འདྲའི

བོད་མི་ས་ཡ་དྲུག་གི་ཆབ་སྲིད་ཀྱི་སྐུ་དབང་ཟེར་ན་ད་ལས་འགན་འདི་ད་ལྟའི་སྐབས་སུ་སྤེན་པ་ཚེ་རིང་ལ་ཡ་འོས་བསྡུའི་ཐོག་ནས་ཕུལ་བཞག་ཡོད་རེད་ད་ཡིན་ནའི་སྤེན་པ་ཚེ་རིང་གིས་དེ་ལས་ལྡོག་སྟེ་ད་རྡ་རམ་ས་ལ་ལ་ཡ་ཟློས་གར་ལ་འཁྲབ་སྟོན་ལ་སྐོར་རྒྱལ་དང་ཨ་ནེ་དབུ་མའི་ལམ་གྱི་ཐུགས་གྲོལ་ལ་ཡ་སྐད་ཆ་རྫིག་པོ་འགྲོ་བཤད་ཁ་ཤས་མ་མཐུན་པའི་སྐད་ཆ་དེ་འདྲ་བཤད།

དྲུག་བཞི་ཆེན་པོ་བཞི་རྒྱ་གར་གྲོས་ཚོགས་ཚོགས་བསྡད་ཡོད་རེད། འོ་དེ་འདྲའི་ལྟ་ཇི་སྟེ་རྣམ་པ་ཚོ་གཅིག་གཟིགས་དང་ར་དངོས་གནས་བོད་དོན་ཆེད་དུ་དཀའ་ལས་སུས་བགྱིས་ཀྱི་སྙེ་མ་གཉིས་ཞུས་པ་ཡིན། ཟླ་བ་གཅིག་གི་གཉེར་ལ་ཡིན་པ་ཡིན་ན་སྤྱི་འཐུས་ལྷན་ཚོགས་ཡང་རྡ་རམ་རྒྱལ་ཁ་ས་ལྡི་ལི་ལ་འདུག་རྒྱ་གར་གྱི་ད་གྲོས་ཚོགས་ཐུགས་ཡས་དེ་དེ་འདྲའི་གི་ལས་འགུལ་སྤེལ་རྒྱ་ནག་ཐོག་ནས་ཡ་ང་ཚོ་རྒྱ་གར་ལ་ཡ་ཉེན་བརྡ་དང་དམིགས་བསལ་གྱི་བོད་དོན་རྒྱབ་སྐྱོར་བྱེད་ཀྱི་ཡིན་རྒྱ་གར་གྲོས་ཚོགས་སོ་སོ་ལ་ཉེན་བརྡ་དེ་འདྲའི་མང་པོ་བཏང་ཡོད་རེད།

བཙལ་བས། རྒྱལ་ཁའི། རྡ་རམ་ས་ལ་ལ་བསྡད་མཁན་གྱི་ལས་འགན་གཙོ་བོ་དེ་གཞིས་ཆགས་ལྟ་རྟོག་བྱེད་དེ་མ་རེད་གཙོ་བོ་དེ་ག་རེ་རེད་ཞུ་བ་ཡིན་ན། ང་རང་ཚོ་བོད་མི་ས་ཡ་དྲུག་དེ་མཉམ་འཛོམས་བྱེད་དུས་ཨེ། གོང་ས་སྐྱབས་མགོན་ཆེན་པོ་མཆོག་ཕོ་བྲང་པོ་ཏཱ་ལའི། གསེར་ཁྲིའི་སྟེང་དུ་ཡ་ཞབས་སོར་འཁོད་ཐུབ་པ་བྱས། ད་ང་རང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་པ་ལ་ལ་འདིས་ད་བོད་ལ་ཡ་ག་འདྲེ་ཟིན་ནས་འཁྲེགས་འདི་གཙོ་བོ་འགན་འདི་རེད་རོ། ཨ་འདིའི་རྗེས་ལ་ད་གཞིས་ཆགས་ཁག་ནང་གཞིས་ཆགས་ཀྱི་དཀའ་ངལ་སེལ་འདི་རེད།

འཛུགས་སྐྲུན་ལས་གཞི་འདི་གསར་བ་དབུ་འབྱེད་བྱས་དང་དེ་འབྲེལ་གྱི་འཆར་གཞི་དེ་འདྲ་བཟོས་དང་ཨ་ནི་དེ་བ་ལ་ཡང་དངུལ་ཕོན་ཆུང་པོ་དེ་འདྲ་སྤྲད་དང་ཨ་ཉམ་ཐག་ནང་ལ་གཟིགས་སྐོར་ཕེབས་ཅིང་ཉམ་ཐག་ལ་ཁ་ཐུག་བརྙན་པར་སྤྲད་རོགས་པ་བྱེད་དེ་འདྲ་ཡོང་གི་ཡོད་དག་འདི་ར་ཡིན་ན་ད་སྤེན་ཚེ་སྤེན་ཚེ་ལ་དེ་རེ་བ་དག་ཕལ་ཆེར་མི་ཡག་འགྲོ་གི་རེད་རེད་ར་ད་གཉིས་དེ་རེ་བ་ཡོད་མ་རེད་ཟེར་དེ་ཡང་རྒྱུ་མཚན་འགྲོ་གི་ག་རེ་རེད་ཞུས་པ་ཡིན་ན་ད་རྣམ་པ་ཚོ་ད་ལྟ་ཁ་སང་ངེད་ཅག་གྲོས་ཚོགས་མཇུག་བསྒྲིལ་བ་རེད་གྲོས་ཚོགས་ག་གཟིགས་པ་ཡིན་ན།

གསང་སྤྱོད་མེད་བ་དེ་བུ་ལ་དེ་ཙམ་དཀའ་ལས་ཆེན་པོ་མ་རེད། ཡིན་ན་བུད་མེད་ཅིག་ལ་ཡང་གསང་སྤྱོད་མེད་པའི་དཀའ་ངལ་དེ་དཀའ་ངལ་ཆེན་པོ་ཞེ་བོ་ཅི་རེད་སོང་ཙང་ད་རྒྱ་གར་གྱི་དཔེར་ན། སྲིད་བློན་མོ་དི་ལྟ་བུ་ཆ་མཚོན་པ་ཡིན་ན་ཁོ་རང་གི་ད་ལྟའི་གནས་སྐབས་སུ་རྒྱ་གར་མངའ་སྡེ་མང་པོ་ཅིག་ལ་ཡང་མོ་དི་ལ་འོས་ཤོག་རག་ཡ་དེ་རྒྱུ་མཚན་གཅིག་དེ་ག་རེ་རེད་ཤེས་སྒོར་ཞུས་པ་ཡིན་ན། ཆབ་སྲིད་དབྱེ་ཞིབ་པས་དེ་མོ་དི་གི་ད། རྒྱ་གར་གྱི་ཁྱིམ་ཚང་སྐྱོ་བོ་མང་པོ་ཅིག་ནང་ཁོས་བསང་མཆོད་བརྒྱབ་པར་ཁོས་ག་རེ་ཤེས་ཞུས་པ་ཡིན་ན་བསང་མཆོད་མ་བརྒྱབ་པ་ཡིན་ན་ནི་རྒྱ་གར་གྱི་བུ་མོ་དང་ཨ་མ་ལགས་དེ་ཚོ་སྙིང་རྗེ། ཡང་མེད་ན་ཞོ་ཁའི་ནམ་མ་ལངས་ཉིན་ལ་ད་ཕྱི་ལོག་འདུག་བ་ཆབ་གསང་འཕེལ་ཡང་མེད་ན་གོང་ད་ས་རུ་ནུ་མ་ཞིག་ཉི་མ་ཉིན་གང་ཆབ་གསང་འགྲོ་མ་ཐུབ་དཀའ་ངལ་ཅིག་ཡོང་དགོས་ཡོད་རེད་ཅེས་དེ་དངོས་གནས་ཚུལ་རང་རེད་རྒྱ་གར་ནང་རོ་ད་ག་ནང་བཞིན་ཁོས་ཀྱིས་ད་རྒྱ་གར་ནང་ནང་གི་ཁ་ལག་མང་ཅིག་ཨ་མ་ལགས་བཟོས་ཀྱི་ཡོད་དུས་ཨ་མ་ཚོ་ད་རྒྱ་གར་ནང་ལ་རྒས་སམ་ཡང་ཤིང་གི་དཀའ་ལས་ཡོད་དུས་ཁོ་རང་གིས་ད།

ཨོ་དེ་འདྲ་ཡིན་ན་དེ་ཚོའི་གནས་སྟངས་དེ་ཚོ་ལ་ལྟ་ཡོད་ནི་སྤེན་པ་ཚེ་རིང་གི་སེམས་པ་གདེང་ལ་ཡག་ཉམ་ཐག་དཀའ་ངལ་སེལ་འདོད་ཀྱི་བསམ་བློ་ལ་ཡང་ད་ལྟ་སྤུ་ཙམ་མེད་པ་ཅིག་དང་ནི་དཀའ་ངལ་ལས་གཡོལ་འདོད་ཀྱི་བསམ་བློ་དང་ཤུགས་ཆེན་པོ་ཞུ་ཡོད་པ་དང། གནས་སྟངས་མང་པོ་ཅིག་ལ་ཡང་ཞིབ་འཇུག་ཁ་ལ་འཁྱེར་རྗེས་དོན་ངོ་མ་ལག་ལེན་མ་བསྟར་གྱི་མི་ཆེན་པོ་དེ་གསལ་བོ་ཞུ་འཆར་དེ་འདྲས་ཡིན་དུས་ད་སྤེན་པ་ཚེ་རིང་ད་ལན་ཨོ་རི་ས་ད་གཞིས་ཆགས་ག་བར་འགྲོ་བ་ཡིན་ནི་རེད་བ་ངས་འདི་ལ་བརྟེན་ནས་སྤེན་པ་ཚེ་རིང་ཁོ་རང་ཀླད་པའི་ནང་ལ་ཡ་ཤེས་ཟེར་ཡར་རྒྱས་བཏང་ཡ་བརྒྱ་ཆ་བརྒྱ་ཕན་གྱི་རེད་མ་གཏོགས་དེ་མ་གཏོགས་དེ་ལས་ལྷག་ཟེར་ཡ་མང་ཚོགས་དཀའ་ངལ། ཁོ་སྤེན་ཨོ་རི་ས་ལ་ད་ག་བར་འགྲོ་པ་ཡིན་ན་གཞིས་ཆགས་དེ་ལ་ཁོ་ཡི་དཀའ་ངལ་སེལ་ལད་ཉེ་རེད་བ་ད་སྤྲོས་བྲལ་འདུག་རེད་བསམ་གྱི་ཡོད་དེ་འདྲ་ཡིན་དུས་ད་ཉེ་འདི་སོང་ཙང་དེ་འགྲོ་ཅིག་སྤེན་པ་ཚེ་རིང་ཅིག་འགྲོ་དེ་ཉེ་ཕྱོགས་སུ་མཐོང་མེད་རོ་ཅིག་དེ་རེད་དཔེར་ན་གོང་ས་སྐྱབས་མགོན་ཆེན་པོ་བྱོན་ང་རང་ཚོ་རྩ་བའི་བླ་མ་ས་གནས་ག་བ་ལ་ཕེ་བ་ཡིན་པ་ཡིན་ན་ས་གནས་དེ་ལ་ཡ་མང་ཚོགས་ཀྱི་ཆེད་དུ། བརྩེ་བའི་ཡི་དྭགས་ཆོས་འབྲེལ་མང་པོ་བསྐྱང་གི་ཡོད་དཔེར་ན་གདན་ས་ཁག་འདི་བ་གསུང་ཆོས་ཆེན་པོ་འདི་ནས་གནང་ཐ་མ་ཐ་མ་ད་ལྟ་མང་ཚོགས་ལ་རང་གི་ཕན་པའི་ཆེད་དུ་ཚེ་དབང་གནང་གི་ཡོད་རེད་ཚེ་དབང་འདི་རྒྱ་གར་མོ་ཆིག་བསྐང་གཙོས་བྱེད་ད་མང་ཚོགས་དཀྱུས་མ་དེ་གས་འདི་ལ་ནི་འགན་ཞེས་པའི་ཐོག་ནས་ཁོ་ན་ཚོ་ལ་ཅིག་སེམས་ཀྱི་དཀའ་ངལ་སེལ་བའི་དོན་དག་ལ་རྒྱ་གར་མོ་ཆིག་ཚེ་དབང་འདི་ཉི་མ་ཐ་མ་ཉི་མ་གནང་གི་འདུག་ཨ།

ལས་སོགས་ཚུལ་མི་འདྲ་བ་རེད། ལས་སོགས་ཚུལ་མི་འདྲ་བ་ལ་བརྟེན་ནས་ལས་ཀྱི་རྣམ་པར་སྨིན་ཚུལ་མི་འདྲ་བ་རྨིས་ཡིན་སྐོར་རེད། དེ་ལ་བརྟེན་ནས་སོ་སོར་མཐོང་ཚུལ་མི་འདྲ་བ་མཐོང་ཚུལ་མི་འདྲ་བ་ལ་བརྟེན་ནས་བསམ་ཚུལ་མི་འདྲ་བ་དེ་ལ་བརྟེན་ནས་ཐག་གཅོད་མི་འདྲ་བ་བརྒྱ་ཆ་བརྒྱ་ཡོང་གི་ཡོད་རེད་འདི་ཚོ་ཡོང་ཆོག་གོ་མ་རྩ་བ་ཉིད་ནས་ཞུ་གི་མེད་ཡིན་པ་ཡིན་ན་ད་ང་ཚོས་ངས་གོང་དུ་བསྐུར་བའི་པར་དེ་གའི་རྣམ་པ་ཚོ་ཅིག་གཟིགས་བྱས་པར་དེ་ཚོ་སྐྱག་རྫུན་རྩ་བ་ཉིད་ནས་བཤད་གི་མ་རེད་འོན་ཏེ་ཅིག་ཡག་པོ་གཟིགས་བྱས་ནས་སོ་སོས་ཀྱིས་ཡ་ཐག་གཅོད་གནང་དགོས། ངས་གོང་དུ་བཤད་ཞེས་པའི་སྐད་ཆ་དེ་ཡིས་རྣམ་པ་ཚོ་སེམས་པ་ལ་བཞག་སེམས་པ་ལ་བཞག་ཟེར་ན་རྣམ་པ་ཚོ་ཅིག་ཟུར་ཅིག་ལ་བཞག་ཨ་སྤེན་ཚེ་ཡིས་གནང་དེ་ཚོ་ག་རེ་བྱེད་ཀྱི་འདུག་དེ་ཚོ་ཚོ་ཚོགས་འདུར་བྱེད་པ་ཡིན་ན་ཨ་རྣམ་པ་ཚོ་ལ་ད་གཟོད་ཅིག་བབ་ས་ཅིག་བབ་ཀྱི་རེད་བསམ་གྱི་འདུག་དེ་མ་གཏོགས་ཨ་ནི་ཅིག་ད་ང་ཚོ་གཙོ་བོ་དེ་ང་ཚོ་ཚང་མ་ཆབ་སྲིད་ཀྱི་སྤྱི་ཚོགས་ཤིག་ནང་བསྡད་ཡོད་དུས་ཚང་མ་ལ་འགྲོ་བ་མིའི་དམངས་ཚོགས་ཡོད་རེད་མང་གཙོ་ཡོད་རེད་ད་གང་ལྟར་དེ་འདྲ་ཡིན་དུས་དཔྱ་ཁྲལ་ལག་དེབ་ལག་པ་ལ་འཁྱེར་མཁན་ཅིག་ད་དཔྱ་ཁྲལ་ལག་དེབ་ཀྱིས་ད་ཁྲལ། ལོ་ལྟར། བཙུན་པ་ཚང་མ་རེ་ད་འབུལ་མཁན་ཞིང་པའི་ཐོག་ནས་ཚང་མ་སོ་སོར་བསམ་ཚུལ་བཤད་པའི་ཐོབ་ཐང་དེ་ཚང་མ་ལ་གཅིག་མཚུངས་ཡོད་བསྡད་པ་ཅིག་རེད། སོང་ཙང་ཉེ་གེ་དེ་ནས་ཡིན་པ་ཡིན་ནས་ང་རང་གིས་ཅིག་ག་རེ་མཐོང་པ་དང་དེ་ནས་ད་མང་པོ་ཅིག་གཞིས་བཞག་འདུག་བཤད་ཡོང་གོ་རྣམ་པ་ཚོ། ད་ང་ཚོའི་ཚོགས་པ་ནང་ལ་ཡ། དར་ནག་ཚོགས་པ་དེ་འདྲས་ཡོད་རེད་ཡ་དེ་ནས་མ་ནི་བཟོའི་ཕ། རྩིས་སྤྲད་མཁན་གྲགས་པ་དར་ནག་ཚོགས་པའི་གི་ད་གྲགས་པ་དེ་འདྲས་ཡོད་རེད་ད་གསལ་བོ་ཞུ་ལོ། ཆེ་ཆུང་གི་གྲངས་མེད་རྣམ་པ་ཚོགས་ཡིན་པ་ཡིན་ན་ངས་བཤད་པའི་སྐད་ཆ་དེ་གའི་ཕག་དར་ནག་ཚོགས་པ་ལ་རྩིས་འཕྲོད་པ་ཅིག་དང། ཁྱེད་རང་ཚོ་ཡི་ཕག་ཚོ་ཡི་གེ་ཡི་གེ་སྐྱེལ་མཁན་དང་གནས་ཚུལ་སྐྱེལ་མཁན་འབངས་ཆེན་གྱི་ལས་ཀ་བྱེད་ཀྱི་ཡོད་དུས། དེ་ལས་ཀ་དེ་ཧུར་ཐག་བར་ཐག་བྱེད་དགོས་ཡོད་དེ་གལ་ཆེན་པོ་རེད་བསམ་གྱི་ཡོད་ལ། ང་ཚོས་བཤད་དེ་ནི་རྣམ་པ་ཚོ་གོ་ཡའི་ཆེད་དུ་རང་བཤད་ཀྱི་ཡོད་མ་གཏོགས་མ་གོ་བའི་ཆེད་དུ་ང་རང་དགའ་བོ་ཉེ་བོ་རྩེག་པོ་གོ་ཡའི་ཆེད་དུ་ངས་བཤད་ཀྱི་མེད། འོན་ཏེ། རྣམ་པ་ཚོ།

དབུ་མའི་ལམ་མི་མང་ལས་འགུལ་ཁག་ཚོགས་པ་ཁོ་རང་སྒེར་ཐོག་ནས་ཡང་ཁེར་རྐྱང་གི་ཐོག་ནས་ལས་འགུལ་སྤེལ་བ་དེ་འདྲའི་ངའི་རྗེས་མ་ཉོ་ཐང་ཐོན་ནས་ལོ་ཨ་ནེ་གཅིག་ད་ང་ཚོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མཉམ་སྡོད་ལ་ཡང་ལས་འགུལ་སྤེལ་དེ་འདྲའི་ཡོད་དེ་འདྲའི་ན་ངའི་རྗེས་མ་སོང་འོ་དེ་འདྲའི་བྱས་ཡོད་འདུག་ད་ངེད་ཀྱི་ཐོག་ནས་ནི་དབུ་མི་ད་ང་ཚོ་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་དེ་ཉིད་འདི་ཐུགས་སྤྲོ་དང་ཡང་ཚོགས་པ་འདྲ་བོ་ཅིག་ད་མ་གཏོགས་གཞན་པ་ཆབ་སྲིད་ཀྱི་ཚོགས་པ་ཅིག་ལ་ངོ་འཛིན་བྱེད་ཐུབ་ཀྱི་མི་འདུག་ལ། བརྩེ་བས་ཁོ་རང་ཚོར་དེབ་སྐྱེལ་ག་རེ་བྱེད་མ་བྱེད་ཁོ་གནས་སྟངས་ཁ་ཁ་དེ་ཙམ་མ་ཡིན་པར་ཁོ་རང་ཚོ་ནང་ལོག་གི་ལས་ཀ་བྱེད་མཁན་དཔེར་ན། ཁ་སང་ཉེ་ཆར། ནིའུ་ཡོག་གི་དབུ་མའི་ལམ་གྱི་ཚོགས་གཙོ་ཡིན་ཟེར་མཁན་ཨ་ཅག་ལགས་ཅིག་འདུག་ཨ་ཅག་ལགས་དེ་མོ་རང་གི་སྐད་ཆ་ནང་ག་རེ་བཤད་ཁུལ་དུ་ཞུ་བ་ཡིན་ན་མོ་རང་ཚོགས་གཙོ་ཆགས་ནས་བྱས་རྗེས་ཆེ་ཤོས་གཅིག་དེ། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་འཁྲུངས་སྐར་ལོ་ལྟར་སྲུང་བརྩི་བྱས་ཏེ་བཟོས་པ་ཡིན་དེ་ཁོ་རང་སྤོབས་པ་ཡོད་གསུང་གི་འདུག། ཨ་ནི་ཚིག་ད་ག་རང་གིས་ད་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་པའི་ངོ་བོ་ག་འདྲ་ཡིན་པ་དེ་གསལ་བོ་ཞུ་ཅི་ད། ཕྱག་དེ་བཙལ་བས། སྐྱོ་ཆེ་ཟམ་གདོང་རིན་པོ་ཆེ་གིས་འཁྲུངས་སྐར་སྲུང་བརྩི་བྱས་ཏེ། ཆོས་ཕྱོགས་ཀྱི་ཐོག་ནས་ཞུས་པ་ཡིན་ན་རྩ་བའི་བླ་མ། དགེ་ཕྲུག་བཅས་ཀྱི་སོ་སོའི་དགེ་རྒན་འཁྲུངས་སྐར་སྲུང་བརྩི་བྱས་ཏེ་ཧ་ལས་པའི་ཡིན་ད་ཚོགས་བསགས་སྒྲིབ་སྦྱང་ས་ཡའི་གོ་སྐབས་ཆེན་པོ་ཅི་རེད་ཚོགས་བསགས་སྒྲིབ་པ་ཅན་ཡིན་རོ། ཨ་ནི་ཆབ་སྲིད་ཀྱི་ཐོག་ནས་ཞུས་པ་ཡིན་ན་མི་བྱེད་པ་ཅན་གྱིས་ད་འཁྲུངས་སྐར་སྲུང་བརྩི་བྱས་ཏེ་འཛུལ་ཡང་ཁོ། ག་ལ་བོར་ད།

རྣམ་པ་ཚོ་ཁྱེད་རང་ཚོ་ཐང་མ་ཅན་ཧུར་ཐག་འབུར་ཐག་ལས་ཀ་དེ་གི་དེ་བྱེད་རོགས་གནང་ཅེས་ཞུ་དགོས་ཡོང་དེ་འདྲས་བྱིན་ཨང་ཐུགས་ཆེ་ན་བོད་རྒྱལ་ལོ།